ད་དེ་ནས་ད་ལྟ་ཚེ་དུ་འགྲོ་ལ་གསུངས་པ་ནང་བཞིན་ང་ཡ་ཁ་སང་ང་ཚོ་དེ་ཚོགས་ཆུང་བྱེད་འོག་རེད་ང་ཚོ་ཚོགས་ཆུང་དེའི་ནང་ལོགས་ལ་གཙོ་བོ་མགོ་ཁྲིད་གཉེར་འོག་དེ་ད་གྲོན་ལ་གནང་དགོས་འོག་རེད་ན་ཚེ་དུ་འགྲོ་ལ་ད་ང་ཚོ་གནང་བྱེད་གི་འོག་བྱེད་དུས་ཟ་ནས་ཁ་སང་ང་ཚོ་དེ་ད་རེ་མི་མང་གཙོ་ཕེབས་པ་ཡིན་ན་ང་ཚོ་གནད་དོན་ག་ཁ་ཤས་གང་ལ་ཡ་ཅིག་བསམ་ཚུལ་རེ་རེ་བཤད་ཐུབ་པ་ན་ཡག་པོ་འདུག་ས་ང་ཚོ་བསམ་ཚུལ་དེ་ཅིག་གནད་དོན་དེ་ཅིག་ད་ང་ཚོ་ཆ་བགོས་རེ་ཞིག་བརྒྱབ་བྱས་ང་ལ་ཨ་ནི་བུ་ཁྲི་ལ། ད་ང་ཚོའི་གི་ཨོ་ཀྲ་བ་ལ་ཡང་ང་ཚོའི་གི་སྐུ་ཚབ་བྱས་ནས་ཕེབས་ཐུབ་པ་ཡིན་ན་ཨན་བོད་གི་རྩ་དོན་བོད་གི་ངོ་བོ་ལ་ཡང་ཨན་ཁྱད་པར་ག་རེ་འགྲོ་གི་རེད་ཟེར་བྱས་ནས་ཨན་དེའི་སྐོར་ལ་ཡང་ང་གནད་དོན་དེའི་ངང་ལ་ཡང་སྐད་ཆ་བཤད་ན་ཡག་པོ་འདུག་ཟེར་ང་ཚོ་འདི་འདྲ་བྱུང་བར་ཟེར་དོན་དེའི་ཐོག་ལ་ཡང་ང་རང་གི་བསམ་ཚུལ་རོ་བཞིན་གསུམ་བཤད་ཅིག་མ་ཕངས་དྲིས་ཤིག་ཞུ་གི་ཡིན། ཉིས་སྟོང་བཅོ་བརྒྱད་ལོ་ལ་ཡང་ང་ཚོ་བོད་པ་ཚོས་ད་ལྟ Tibetans for Freedom ཟེར་དེའི་ཚོགས་པ་དེའི་གི་འགོ་ཁྲིད་ནས་ང་ཚོ་བོད་པ་ནང་ཁུལ་ལ་ཡང་འབད་བརྩོན་བྱས་བྱས་ཨ་ནི་ཅེས་ཅིག་ལྟ་ལས་རྒྱ་ཆེ་ཨ་ནི་དེ་དུས་རྩ་བའི་ང་ཚོ་སྤྱི་བོ་ཤུགས་རྒྱ་བས་ཀྱི་ནུས་པ་གཅིག་པོ་ད་མ་རེད་དེ་བུ་ཁྲི་ལ་ཁོ་རང་གི་ཅིག་གི་བྱས་རྗེས་རེད་ཁོ་རང་གི་དགོངས་པ་བཞེས་སྟངས་རེད་ཁོ་རང་གི་འདས་པའི་ལོ་རྒྱུས་ཐོག་ལ་ཡང་གཞི་བཞག་ནས་དེ་དེ་ས་གནས་འདིའི་གི་མི་མང་གིས་དེ་དུས་རྩ་ནི་ཨ་ནི་མང་མོས་ཀྱི་རྒྱབ་སྐྱོར་ཤུགས་ཆེན་པོ་ཐོབ་བྱས་ནས་འདུག་ཟེར་ནས་འོས་འདེམས་བྱུང་བ་རེད་འོས་འདེམས་བྱུང་པའི་ཅིག་གུ་ཨ་ནི་བུ་ཁྲི་ལ་ད་བྷི་ཁའི་ང་ཚོའི་བོད་མི་ཞིག་ནང་ལོགས་ནས Ontario Parliament ནང་ལོགས་ལ Queens Park ནང་ལོགས་ལ་བོད་དྲི་ལ་ང་ཚོས་ངོ་ཚབ་བྱས་ནས་ཕེབས་ཐུབ་པ་ང་ཚོ་བོད་རིགས་ནང་ནས་དང་པོ་དེ་རེད། ཡིན་དུས་ཟེར་ནས་བོད་དྲི་ལ་ཕི་གའི་ཕྱག་ལས་རྩིས་བཞེས་ནས་ཨ་ནི་སྐབས་ཅིག་ང་རང་ཕི་གའི་བོད་དྲི་ལ་ལས་ཁུངས་ལ་བཅའ་ཡས་ཀྱི་གོ་སྐབས་རག་སོང། དེ་དུས་ཟེར་ན་བུ་ཁྲི་ལ་ལས་འོངས་ན་ལ་བཅའ་དུས་ཟེར་ན་ང་སྤྱི་བཏང་གིས་རྒྱ་གར་ལ་བསྡད་དུས་རྒྱ་གར་གྱི་ཆབ་སྲིད་པ། ཅེས་པ་དེ་འདྲ་བློན་ཆེན་དེ་འདྲ་རེད་ཆབ་སྲིད་པ་མགོ་འཁྲིད་རེད་ཡང་ད་ག་ནས་ཆབ་ཆོས་ཆགས་ལས་ན་ད་ག་ནས་ཤིང་ཨོ་ཏྲ་བ་ལས་ད་ག་ན་ཤེས་ཆབ་སྲིད་པའི་གི་ཨ་ནི་སྣེ་ཁྲིད་མགོ་འཁྲིད་དེ་འདྲ་གི་ཁ་ཤས་ནང་ལ་ང་ལས་འོངས་དེ་འདྲ་ནང་ལ་བཅའ་མྱོང། ཕྱི་ཚུལ་ནམ་རྒྱུན་ལས་ཁུངས་ཀྱི་ཆབ་སྲིད་པའི་ཚོས་གི་ལས་འོངས་ནང་ལོག་ལ་ཡང་བཅའ་བ་ལས་བཅའ་བ་དང་མ་འདྲ་བ་ཅིག་དེ་ཉིན་དུ་བུ་ཁྲི་ལ་ལས་འོངས་ནང་ལ་བཅའ་དུས་ཟེར་ན་ང་ལ་ཡང་དངོས་གནས་དྲང་ནས་འཚོ་བ་ལ

ཚོར་བ་བྱུང། ཚོར་བ་བྱུང་བ་མ་ཟད་སྤོབས་བས་བྱུང་ཇི་དུས་ཟེར་ནས་འདིའི་སྤོབས་པ་འདི་ང་གཅིག་པོ་མ་རེད་ང་ཚོ་བོད་པ་ཚང་མར་བསམ་བློ་བཏང་འདིའི་ཐོག་ལ་ཅིག་བསམ་བློ་བཏང་པ་ཡིན་ན་ང་ཚོ་ཚང་མར་རོ་སྤོབས་བ་སྐྱེ་དགོས་ཧའི་གནས་ཚུལ་ཞིག་རེད། ཡིན་དུས་ཟེར་ནས་བན་དེ་བན་དེ་འདི་སྔ་ལྟས་གཅིག་གི་ལས་ཁུངས་ནང་ལོག་ལ་གནས་ཚུལ་འདི་འདྲ་ཞིག་བྱུང་ནས་ནུས་པ་འདི་འདྲ་ཞིག་བཟོ་ཐུབ་ཀྱི་ཡོད་ན། ད་ཀེ་ན་ར་ཡོངས་རྫོགས་ཀྱི་ཀེ་ན་ར་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་ཐག་གཅོད་བྱེད་སྲོལ་ཆེ་ཤོས་ཀྱི་དབང་ཆེ་ཤོས་ཀྱི

མང་མོས་ཐོག་ནས་འོས་ཤོག་མཐོ་བའི་ཉིན་དེ། ཡང་དེའི་ཉིན་དེ་ག་རེ་བསམས་སོང། བསམ་བློའི་ནང་ལོག་དེ་དུས་ནངས་ང་ཚོ་ངོ་ཤེས་བའི་བོད་པ་ཚོས་ད་རེས་འདི་ཚོགས་འདུ་ནང་ཕེབས་ན་ངས་ཁོ་རང་ལ་ཞུས་པའི། ད་རེས་བོད་ཁྲི་ལ sixty three percent margin གི་ཐོག་ནས་འོས་ཤོག་མཐོ་བ་དེ་གིས་བོད་ཁྲི་ལ་ཁོང་རང་འོས་ཤོག་མཐོ་བ་གཅིག་གོ་མ་རེད། འདིས་འོས་ཤོག་དེའི་ཐོབ་ནས་ག་རེ་མཚོན་དགོས་བར་གཟིགས་དུས་ཙར་ནས་སང་ཉིན་ནས་བཟུང་ང་ཅིག། Queen Street West ནང་ལོགས Jamison Area ནང་ལོགས་ང་ཚོ་བོད་པ་འགྲོ་དུས། ང་ཚོ་ཁལ་སེ་གི་བོད་པ་དེ་མ་རེད་ད་ད་རེས་ང་ཚོ་བོད་པ་གསར་བ་ཞིག་རེད་ད། བོད་པ་གསར་བ་ག་འདྲ་རེད་ཟེར་དུས་ད་ནི་ང་ཚོའི་གི་རིག་གཞུང་ང་ཚོའི་གི་ངོ་བོ་མཚོན་ཐུབ་ངེས་མི་ཞིག་བརྒྱ་ཆ་དྲུག་ཅུ་རག་བཞི་ཡོད་ཤོག་བརྒྱ་ཆ་དྲུག་ཅུ་རག་གསུམ་ཙམ་ཡོད་ཤོག་རྒྱབ་སྐྱོར་ཐོབ་དུས་ད་ནི་དེ་རྒྱབ་སྐྱོར་དེའི་གི་བུ་ཕྲུག་ལ་གཅིག་བོ་ལ་རྒྱབ་སྐྱོར་ཐོབ་བ་མ་རེད་དེ་རྒྱབ་སྐྱོར་དེ་ག་རེ་མཚོན་དགོས་རེད་ཟེར་དུས། ང་ཚོའི་རིག་གཞུང་ང་ཚོའི་བོད་ཀྱི་ངོ་བོ་ང་ཚོའི་གི་རྩ་དོན་ལས་མི་མང་གི་རྒྱབ་སྐྱོར་ཡོད་པ་ཅིག་མཚོན་གི་ཡོད་རེད་ཡིན་དུས་ད་ནི་སང་ཉིན་ཇེ་མི་སེམས་དང Queen Street ནང་ལོག་ང་ཚོ་བོད་པ་འགྲོ་དུས་ད་ནི་ཕྱི་ལོག་ནས་ལྟ་སྟངས་ལས་ཨོ་འདི་བུ་ཁྲི་ལགས་ཀྱི་བུ་ཁྲི་དཀར་བོ་ཆེ་གི་ཁོང་ཏོག་མི་འདི་ག་རེད་ཟེར་ནས་ང་ཚོ་ལ་ཡང་ལྟ་སྟངས་གསར་བ་ཅིག་ཆགས་གི་རེད་ཟེར་ངས་དུས་དེབ་དེ་འདྲས་ཞུས་པས་ང་འདི་ད་འདའི་བསམ་གི་འདུག་མ་འོངས་པ་ལ་ཡིན་ནའི་ཨོ་འདྲ་བ་ལ་སླེབས་དུས་ད་ནི་ང་ཚོ་གི་སྐད་ན་ར་ཡོངས་རྫོགས་གི་ང་ཚོའི་གི Multicultural Society དེའི་ནང་ལོགས་ལ་ཡང་མི་རིགས་གཞན་དག་ཚང་མས་སྐུ་ཚབ་ཡོད་ནི་ང་ཚོའི་སྐུ་ཚབ་ད་ལྟ་ཡོད་མ་རེད་ཨོ་རེད་ཨོ་རེད། ད Multicultural Society དེའི་གི་ནང་ལོགས་ལ་ཡང་ང་ཚོའི་གི་བོད་རིགས་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། བོད་རིགས་མི་རིགས་མང་པོ་དང་གཅིག་མཚུངས་ཅིག་ང་ཚོའི་མི་ཞིག་ཡི་གེ་གླེགས་ཐུབ་པ་ཡིན་ན་ང་ཚོའི་གི་སྐུ་ཚབ་དངོས་གནས་དྲང་ནས་སྐྱབས་མགོན་རིན་པོ་ཆེས་གསུངས་པ་ནང་བཞིན་ང་ཚོ Canada ལ་བསྡད་ཉིན་གི་བོད་རིགས་གི་སྐུ་ཚབ་མགྲིན་ཚབ་ཙམ་མ་ཡིན་པ་བོད་ཕྱི་ནང་ཚང་མས་ཀྱི་མགྲིན་ཚབ་དང་སྐུ་ཚབ། བོད་པའི་ཀྱི་རིག་གཞུང་གི་སྐུ་ཚབ། བོད་པའི་ངོ་བོའི་ཀྱི་སྐུ་ཚབ་མཚོན་ཐུབ་ཡས་ཀྱི་ང་ཚོས་ཀྱི་རེ་བ་གཅིག་དང། ང་ཚོས་ཀྱི་ཕྱི་ལོགས་ནས་མིའི་ལྟེ་བའི་ནས་འདི་འདྲའི་བདག་དབང་ཞིག་ཡོང་ཡས་ཀྱི་ངས་ཀྱི་རེ་བ་རྒྱབ་ཀྱི་ཡོད། དེ་ཙམ་མ་རེད། དེ་ཙམ་མ་རེད། དེ་ནས་ག་རེ་བྱས་པ་ཞུ་དོན་ད། ཨོ་དྲོ་དེ་ནས། གསུམ་པ་དེ་ངས་ག་རེ་ཞུ་དོན་བྱུང་ཟེར་དུས་ཙང་ནས། ད། བུ་ཀྲི་ལ། Parliament། Ontario Parliament ནང་ལོགས་ལ། ཕེབས་དུས་ཙང་ནས། ཨ་ནི་ང་ཚོའི་བོད་པའི་གིས་གནས་ཚུལ་གསར་བ་ཞིག་ངོ་སྤྲོད་གསར་བ་ཞིག་བྱེད་ཐུབ་པ་བྱུང་བས། ང་ཚོ་ལ་སྔར་མེད་བའི་གིས་མཐོང་ཅིག་ང་ཚོ་ལ་སྔར་མེད་བའི་གིས་བརྩི་མཐོང་ཅིག་རྙེད་དགོས་ཡ་གི་གནས་ཚུལ་ཅིག་བུ་འདི་ལ་བཟོ་ཐུབ་རེད། ངེད་ཀྱི་དཔེ་རོགས་ཞིག་ཁ་ཤས་ཞུས་པ་ཡིན་ན། སྐུ་མདུན་འཁྲུངས་སྐར་ངོ་སྤྲོད་བྱེད་པའི་ཉིན་དེ་བུ་རི་ལ་ང་ཚོའི་བོད་པའི་གིས་བོད་ཆས་གོན་ནས་ཡ་ཞང་བཅས་སྐྱབས་མགོན་རིན་པོ་ཆེ་གི་འཁྲུངས་སྐར་སྐོར་ལས་ངོ་སྤྲོད་གནང་བ་རེད། ངོ་སྤྲོད་གནང་ཡོང་དུས་རྩ་ནས་དེ་ཡིག་གི་ཚོགས་ཁང་ཐེངས་ནང་ལ་མི་ཚང་མས་ཀྱི་ནང་ལོགས་ལ་ཨ་ལས། བོད་པ་ཟེར་ཉིན་དེ་འདི་འདྲས་ཞིག་རེད་དོ་བོད་པའི་དབུ་ཁྲིད་དེ་ཏཱ་ལའི་བླ་མ་ཟེར་ཉིན་ཞིག་རེད་དོ་ཏཱ་ལའི་བླ་མ་ལ་ཡང་ཨ་ནི་མི་མང་བོད་པ་ནང་ལོགས་ལ་རྩ་སྟོང་འདི་འདྲས་ཞིག་བོད་པས་ཀྱི་ཆས་གོས་དེ་འདི་རེད་དོ་བསམ་པའི་བུ་ཁྲིད་ལགས་ཀྱིས་ང་ཚོ་ལ། སྐུ་མདུན་གྱི་འཁྲུངས་སྐར་པར་ལེན་མ་གནང་ལ་ངོ་སྤྲོད་གནང་དུས་རྩ་ནས་ཨ་ནི་ང་ཚོ་ལ་ངོ་བོ་གཅིག་བརྩི་མཐོང་གསར་བ་ཞིག་དང་ལྟ་སྟངས་གསར་བ་ཞིག་ཆགས་པ་རེད་ལ་དེའི་ཞོར་ལ་ཡང་ང་ཚོའི་གི་རྩ་དོན་ང་ཚོའི་གི་རིག་གཞུང་ལ་རྒྱབ་སྐྱོར་གསར་བ་ད་གང་ནང་བཞིན་གྱི་ང་ཚོའི་གི་སྲིད་སྐྱོང་ཕྱི་ཡུལ་གནང་དུས་རེད་ང་ཚོའི་བོད་པའི་གི་ཆབ་སྲིད་པ་ཚོ་དབུ་ཁྲིད་ཚོ་ཕྱི་ཡུལ་གནང་དུས་རྩ་ནས་ཕི་ཀའི་ང་ཚོའི་གི་ཨོན་ཁྲ་རིའོ་གི་པར་ལེན་མ་གནང་ལ་གདན་གྲོལ་ཞུས་གདན་གྲོལ་ཞུས་ནས་ངོ་སྤྲོད་གནང་ངོ་སྤྲོད་ཞུས་པའི་སྐབས་ལ་ཡང་ཨ་ནི།

ང་རང་ཚོ་གི་རྩ་དོན་ང་རང་ཚོ་གི་རིག་གཞུང་རིག་གནས་ལ་ཡང་བརྩི་མཐོང་དང་མཐོང་རག་གི་ཡོད་པ་ངེད་ཀྱིས་དེ་འདྲ་ཞིག་ངོས་འཛིན་ཞུ་གི་ཡོད་ད་བུ་ཁྲི་ལགས་ཀྱི་ལྷག་ཕོག་ཏུ་བུ་ཁྲི་ལགས་ཀྱི་སྤྱི་བཏང་གི་རྣམ་པ་ཚོ་མཁྱེན་གྱི་རེད་ཆབ་སྲིད་ཟིང་ངན་འདི་ཞེ་དྲག་གི་འཁྲུག་ཆ་དོད་པོ་སོ་སོ་སོ་གི་རྩ་དོན་དང་སོ་སོ་གི་དོན་དག་གང་ལ་ཡང་སེམས་བཅས་བློས་མ་བཏང་ནས་ཨ་ནི་འདི་འདྲས་ཡིན་དུས་ཙང་ནས་སོ་སོ་སོ་གི་ལངས་ཕྱོགས་དེ་རྦད་དེ་ཤུགས་ཆེན་པོ་སེམས་བསྐྱེད་ཀྱི་ཆབ་སྲིད་ཀྱི་གནས་སྟངས་ཅིག་ནང་ལོགས་ལ་ཡང་སྤྱི་མོས་བྱས་བྱས་མོས་མཐུན་ཚང་མས་མོས་མཐུན་བྱས་ནས་གྲོས་ཆོད་བཞག་ཡས་དེ་དཔེ་དཀོན་པོ་ཡིན་པ་དེ་ཚང་མས་མཁྱེན་གི་རེད་པ། ཡིན་ན་ཡང་བུ་ཀྲི་ལགས་ཀྱིས་ང་ཚོས Tibetan Heritage Month ཟེར་ནས་འདིའི་གི་གྲོས་ཆོད་བཞག་དུས་ཙང་ནས་བུ་ཀྲི་ལགས་ཀྱིས Liberal Party རེད Conservative Party རེད NTP རེད་དེ་མ་ཡིན་པའི་ཚོགས་པ་ཚང་མ་ལ་བུ་ཀྲི་ལགས་ཀྱིས་འབྲེལ་བ་ཞུས་ཅིག་བུ་ཀྲི་ལགས་ཁོ་རང་འདི་འདྲའི་འབྲེལ་བ་གནང་ཡས་ལ་དཔེ་ཁལ་བོ་འདུག་བ། ཚང་མ་ལ་འབྲེལ་བ་གནང་ཅིག་ང་ཚོའི་བོད་པའི་གི། ང་ཚོ་མི་རིགས་གྲངས། མི་རིགས་གཞན་དག་གི་རྩིས་བྱས་པ་ན་ང་ཚོ་བོད་རིགས་དེ་ཨོ་འགྲའི་རུ་ནག་ལ་ཞེ་དྲག་གི་མང་པོ་མ་རེད། ཡིན་ན་ཡང་མང་པོ་མ་རེད་དེ་མི་རིགས་མང་པོ་དང་ཏོ་ལས་གོ་སྐབས་རག་བར་ན་ཤིང་བུ་ཁྲི་ལགས་ཀྱིས་ང་ཚོ་ལ་ལ་རྒྱབ་སྒྲོག་བརྩེ་ནས་ཚང་མས་ཀྱི་བོད་པའི་ཀྱི Heritage Month དེ་གྲོས་ཆོད་བཞག་དུས་ཙམ

བོད་པའི་གི་རིག་གཞུང་སྲུང་སྐྱོབ་ཆེད་དུ་ད་ག་ནང་བཞིན་ང་ཚོ་ཀེ་ནེ་ར་ལ་ཡོད་པའི་བོད་པའི་གི་སྐྱབས་བཅོལ་གི་ཐོབ་ཐང་རེད་སྐྱབས་བཅོལ་གི་ག་རེ་ཅིག་གི་ག་རེ་དཀའ་ངལ་སེལ་ཡས་ཐོག་ལས་བུ་ཁྲི་ལ་གི་ཤུགས་བསྐྱོན་པ་ཡིན་ན། ཚོགས་པ་ཚང་མ་རྒྱབ་སྐྱོར་བྱས་ཅིང་ང་ཚོའི་དོན་དག་ལས་ཕྱག་ལས་ཤུགས་ཆེན་པོ་གནང་ཐུབ་པའི་ངས་ཡིད་ཆེས་ཞུ་གི་ཡོད་ཡིན་དུས་རྩ་ནི་ང་ཚོའི་གི་འདི་འདྲས་གནང་ཐུབ་ཉེན་ཅིག་ང་ཚོའི་གི་ཨོ་ཏྲ་བ་ནང་ལ་ང་ཚོའི་སྐུ་ཚབ་ཅིག་སླེབས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག།

ང་ཚོ་ཕ་མ་ཚང་མས་ཀྱིས་ང་ཚོ་སྤྱི་ཚོགས་ཀྱི་ལོ་གཞོན་པའི་ནང་ལོགས་ལ་དེ་འདྲའི་ཀྱི་དེ་བསམ་བློའི་ནང་སླེབས་ཐུབ་པའི་ང་ཚོས་འབད་བརྩོན་བྱེད་དགོས། དེ་བྱེད་ཐུབ་པ་ཡིན་ན་ཨ་ནི་ང་ཚོ་སྐྱབས་བཅོལ་ང་ཚོ་དེ་གར་སོ་ད Immigrant གསར་བ་ཡིན་ང་ཚོ་སྤྱི་ཚོགས་དེ་ཀེ་ན་ར་ཀྱི་སྤྱི་ཚོགས་ཀྱི་ཟུར་རུ་མཐའ་རུ་དེ་འདྲ་ལ་མ་གནས་པ་བྱས་ན་ང་ཚོ་དངོས་གནས་དྲང་གནས་ཀྱི་བུ་ཁྲི་ལ་ནང་བཞིན་ཀེ་ན་ར་ཀྱི་སྤྱི་ཚོགས་ཀྱི་སྤྱི་ཚོགས་ཀྱི་རེད་ཆབ་སྲིད་རེད་དཔལ་འབྱོར་གྱི་དངོས་གནས་དྲ་ནས་སྐྱིད་ནང་ལོགས་ལ་ཚུར་འཛུལ་རྗེས Main Stream ནང་ལོགས་ལ་ཚུར་ཡོང་རྗེས་དྲ་འདྲ་དཔུང་པ་འདྲ་མཉམ་བྱས་རྗེས། དེའི་ནང་ལོགས་ལ་འགྲན་བསྡུར་བྱས་དེའི་ནང་ལོགས་ལ་སོ་སོས་ཀྱི་ཤེས་བྱ་ཡོན་ཏན་དེའི་ནང་ལོགས་སོ་སོས་ནུས་པ་དེ་བཅས་བཏོན་རྗེས་ཨ་ནི་མི་ཚེའི་ནང་ལོགས་ལ་མདུན་ལམ་ཡག་པོ་བཟོ་ཐུབ་ཡས་ཀྱི་ང་ཚོ་ལ་སེམས་ཤུགས་སྤོ་ལོ་གཞོན་པ་ཚོ་ལ་སེམས་ཤུགས་སྤར་དགོས་ཀྱི་ཡོད་རེད་སེམས་ཤུགས་སྤར་བ་ཙམ་མ་ཡིན་པའི་ཁོང་ཚོ་ལ་ཡང་དམིགས་བུ་བཏགས་ས་ཞིག་དགོས་ཀྱི་རེད། དམིགས་བུ་བཏགས་ས་དེ་ད་ལྟའི་ཆ་ལ་ང་ཚོ་ལོས་གཞོན་པའི་ནག་རོགས་ལ་དངོས་གནས་དྲ་ནས་ང་ཚོ་འདུག་བལྟས་པ་ཡིན་ན། Profession ནང་ཚང་མ་ནང་ལ། Banking ནང་ལ་ཡིན་ན་རེད། Finance ནང་ལོ་ནང་ལ་ཡིན་ན Service ནང་ལ་ཡིན་ན་རེད་སྨན་གྱི་ནང་ལ་རེད་ང་ཚོ་ལོས་གཞོན་པ་མང་པོ་འདུག་སྟེ། ཡིན་ན་ཡང་ད་ཚང་མའི་ནང་ནས་དེ་འདྲ་མདུན་ལ་ཐོན་བྱས་ང་ཚོ་ལོས་གཞོན་པ་མང་པོ། Canada ནང་ལ་ལུས་པའི་ལོས་གཞོན་པ་གཅིག་པོ་མ་རེད།

ཡོང་གི་ཡོད་ཡོད་དུས་ད་ནི་དེ་འབྲེལ་གྱི་ང་ཚོ་ལོ་གཞོན་པ་ཚོ་ལ་མིག་དཔེ་བལྟ་ས་ཡོད་པ། ལོ་གཞོན་པ་ཚོ་ལ་ཡག་ཅིག་གི་ལམ་སྟོན་བྱེད་ཡས་ཀྱི་ང་ཚོ་ལ་དཔེ་བལྟ་ས་ཡོད་པ་ཅིག་བཟོ་ཡས་དེ་དཔེ་གལ་ཆེན་པོ་ཡིན་དུས་ད་ནི་བན་ད་ཨོ་ཏྲ་བ་ལ་ཡང་མ་ཕེབས་གོང་ནས་དེ་ལ་བུ་ཁྲི་ལ་དེ་འདྲ་ཞིག་གནང་ཨོ་ཏྲ་བ་ལ་ཆེ་བས་ནི་གདིང་ཚ་ཆེ་རུ་འགྲོ་གི་རེད་ཕྱག་ལས་ནུས་བ་ཆེ་གནང་ཐུབ་གི་རེད་ཡིན་དུས་ད་ནི་ང་ཚོ་ལོ་གཞོན་པ་ཚོ་ལ་ཡང་ཡིན་ན་རེད་མིག་དཔེ་བལྟ་ས་དངོས་གནས་དྲང་གནས་ཀྱི་མིག་དཔེ་བལྟ་ས་བཟང་པོ་ཅིག་བྱ་ཡས་ཀྱི་ཏན་ཏན་གྱི་ང་ཚོ་ལ་གོ་སྐབས་ཡོད་ཡིན་དུས་ད་ནི་འདིའི་གོ་སྐབས་དེ་བསྐྲུན་ཡས་དེ།

བོད་པའི་གི་བུ་མེད་འདི་ཐོ་བ་ཁྱོད་ཚོས་གི་ཤུགས་རྒྱབ་རོགས་བྱེད་ཅེ་ན་ཁོ་རང་གི་ཀོ་མེན་འདི་བྲིས་བཞག་ད་འདི་ཀོ་མེན་འདི་བསམ་ཚུལ་ཞིག་རེད་བསམ་ཚུལ་འདི་ཁོ་རང་ངས་བསམ་བལྟ་དུས་ད་ནི་བསམ་ཚུལ་འདི་ཁོ་རང་སྤྱི་ཁོག་མ་རེད་བསམ་ཚུལ་འདི་རྒྱ་གར་ལ་ཡོད་ཉེན་བོད་པ་སྤྱི་ཁོག་གི་བསམ་ཚུལ་མ་རེད་བྱང་ཨ་མི་རི་ཀ་ཡོ་རོབ་ལ་ཡོད་ཉེན་སྤྱི་ཁོག་ང་ཚོ་སྐྱབས་བཅོལ་ལ་བསྡད་ཉེན་སྤྱི་ཁོག་བསམ་ཚུལ་མ་རེད་འདི་བསམ་ཚུལ་ད་ང་ཚོའི་བོད་པའི་མི་ཅིག་འདི་འདྲས་གི་ཆབ་སྲིད་གི་སྡིངས་ཆ་གལ་ཆེན་པོ་ཞིག་སྡིངས་ཆ་དེའི་ནང་ལོགས་ལས་ང་ཚོའི་མི་གཅིག་སླེབས་པ་ཙམ་མ་ཡིན། ང་ཚོའི་དོན་དག་ལས་དཀའ་ལས་རྒྱབ་ཐུབ་མཁན་ཅིག་སླེབས་རོགས་བྱས་ན་བསམ་པའི་གི་རེ་བ་དེ་བོད་ཕྱི་ནང་ཚང་མ་ལ་རེ་བ་གཅིག་པ་ཡོད་ཀྱི་རེད་བསམ་གྱི་འདུག་ཡིན་དུས་སམ་དེའི་རེ་བ་དེ་དེ་འདྲའི་གི་རེ་བ་དེ་བོད་ཕྱི་ནང་གཉིས་ནས་ང་ཚོའི་བོད་པའི་དོན་དག་ལས་དཀའ་ལས་རྒྱབ་ཐུབ་ཉིན་བོད་པའི་དོན་དག་ལ་ཅིག་བྱེད་ཐུབ་ཉིན་ཅིག་ང་ཚོའི་མགྲིན་ཚབ་བྱས་ནས་ང་ཚོའི་ངོ་བོ་མཚོན་ཐུབ་ཉིན་ཅིག་སླེ་ཡས་ལ་ཁོ་ཚོས་གི་རེ་བ་རྒྱབ་གི་ཡོད་པ་དེ་རེ་བ་དེ་ཆུ་ལག་འཕྲོ་ལག་ལ་མ་ཕྱིན་པ་ཅིག་བྱས་ཏེ་ད་འདི་ང་ཚོ་ཚང་མས་ལག་པར་ཡོད་རེད། ལག་པ་ལ་ཡོད་དགའི་རྒྱུ་མཚན་ངས་ཞུ་ག་རེ་ཟེར་ན། ནམ་རྒྱུན་ཡིན་ན་དཔག་འགྲེལ་ནང་ལོགས་ལ་ཡང་བུ་ཁྲི་ལ་བཟོ་རོགས་ཅིག། འོས་ཤོག་འཐབ་འཐབ་རྩོད་བྱེད་ཁ་ཆེན་པོ་ཡིན་ན། དེ་ཙམ་གྱི་དཀའ་ངལ་ཡོད་མ་རེད་ཡིན་ན་དན་ཏའི་ཆ་ལ་ཆབ་སྲིད་ཀྱི་གནས་སྟངས་འགྱུར་བ་ཕྱིན་ནས། དན་ཏའི་གི་པར་རུ་ལ་ཡང་བུ་ཁྲི་ལགས་དང་བུ་ཁྲི་ལགས་ཀྱི་ཁ་བརྡའི་པར་རུ་ལ་འགྲན་བསྡུར་དེ་དཔེ་མི་སྲིད་རིགས་ཁྲག་པོ་ཉེ་བོ་ཆགས་བསྡད་ཡོད་ཡོད་དུས་ཙམ་ནས་བོད། གཅིག་ལས་མེད་ནས་ཁྱད་པ་ཆེན་པོ་འགྲོ་གི་རེད་ལྔ་ལས་མེད་ནས་ཁྱད་པ་ཆེན་པོ་འགྲོ་གི་རེད་བཅུ་ལས་མེད་ནས་ཁྱད་པ་རེད་བརྒྱ་དང་ཁྱད་པ་ཆེན་པོ་འགྲོ་དང་འགྲོ། ཡིན་དུས་ད་ནི་ང་ཚོ་དེ་པག་སྦྲེལ་ཨེ་རེའི་ནང་རེ་ཡོད་ཉིན་ང་ཚོ་བོད་པ་དམའ་མདའ་ལ་འོས་ཤོག་བླུག་ཨེ་གི་ཐོབ་ཐང་ཡོད་ཉིན་མི་དམའ་མདའ་ལ་ངའི་བསམ་པར་སྟོང་ཕྲག་གཅིག་ལ་ཡོད་རེད་བསམ་གི་འདུག་གལ་ཏེ་བུ་ཁྲི་ལ་འོས་ཤོག་སྟོང་ཕྲག་གཅིག་གི་འོག་ལ་བུ་ཁྲི་ལ་ད་རེའི་འོས་ཤོག་ཤོར་བ་ཡིན་ན། ང་ཚོ་བོད་པ་ཚང་མ་དཔེ་སེམས་པ་སྐྱོ་ག་ནི་རེད། ཡིན་དུས་ཙང་ཏི་ང་ཚོའི་གི་ཏི་ཟི་ཧུར་ཐག་པར་ཐག་མ་ཆད་པར་ང་ཚོ་འགན་མ་ཁེལ་བ་འདྲ་བོ་ཆགས་ཀྱི་འདུག་དེ་ཚོས་འདི་འདྲ་ཡིན་དུས་ཙང་འདི་འདྲའི་གནས་ཚུལ་མ་ཡོང་ཡས་ལ་ང་ཚོ་ཚང་མ་ད་རེས་འདི་རྣམ་པ་ཕལ་ཉེན་ཚང་མ་རུ་རྣམ་པ་ཚོ་ད་ཡིན་ཏེ་རྣམ་པ་ཚོས་གི་དཔེ་རྒྱག་རེད་གྲོགས་པོ་རེད་ངོ་ཤེས་པ་རེད་ཚང་མ་ལ་ཤུགས་བསྐྱོན་ཅིག་ད་རེས་ང་ཚོ་ཚང་མ་སྔར་དང་འདྲ་གི་མོད་ད་རེས་ད་རེས་ཉི་ཤུ་རྩ་བརྒྱད་ཉིན་འདི་ང་ཚོ་བོད་པ་ཚང་མ་མི་རེ་ངོ་རེ་བྱས་འདི་ང་ཚོ་དེའི་ནང་ལོགས་ལ་འོས་ཤོག་ནང་ལོགས་ལ་འགན་ཁེལ་ཅིག་ང་ཚོ་གླུ་གར་འགྲོ་རྣམས་མ་བྱེད་ན། ང་ཚོས་མི་གཅིག་བྱས་ན་ཐག་རིང་ཐོབ་ས་མ་རེད་དཱ་བསམ་པའི་གི་འདི་གི་སེམས་ཁྲལ་དེ་ཚོ་མཉམ་རག་གི་ང་ཚོ་ཚང་མ་རུ་ཁེལ་དགོས་དཔེ་གལ་ཆེན་པོ་རེད་སོང་བྱིས་དུ་སེམས་དེ་ལ་བརྟེན་ནས་རྣམ་པ་དེ་ཤུགས་སྐྱེན་རོགས་གནང་ཞུ་ཡ་ཡིན་དེ་ནས་མཐའ་མ་དེ་མཐའ་མ་དེ་ངས་ག་རེ་ཞུ་དགོས་བྱིས་དུ་སེམས་བུ་ཁྲི་ལགས་ཀྱི་འདས་པའི་ཕྱག་ལས་འདི་དེ་འདྲ་ང་ཚོའི་གི་ཟླ་སྒྲོན་ལགས་ཀྱི་གསུང་བཤད་གནང་སོང་ད་ལྟའི་གནས་སྟངས་འདི་དེ་འདྲ། Ontario Parliament ནང་ལོགས་ལ་བུ་ཕྲུག་ལ་ཞུགས་ནས་ང་ཚོ་ལ་ཁྱད་ཆོས་ང་ཚོ་ལ་ག་རེ་ཅིག་གི་གནད་འགག་རུ་ག་རེ་ཆགས་ཡོད་རེད་ད་ལྟའི་གནས་སྟངས་ཞུས་པའི་ཡིན་དུས་ཙམ་ནས་དེ་འདས་པའི་གནས་ཚུལ་ད་ལྟའི་གནས་ཚུལ་ལ་བལྟས་པ་ཡིན་ན་མ་འོངས་པའི་བུ་ཕྲུག་ལ་དེ་ང་ཚོ་ཚང་མས་གི་རེ་བ་བྱས་ཆོག་ས། ང་ཚོའི་གི་དངོས་གནས་དྲང་གནས་གི་ཅིག་བོད་པའི་གི་གཅིག་མགྲིན་ཚབ་དངོས་གནས་དྲང་གནས་ཀྱི་མཚོན་ཐུབ་ཉིན་ང་ཚོའི་གི་རིག་གཞུང་མི་རིགས་ཀྱི་ཚབ་བྱེད་ཐུབ་ཉིན་ལྷག་པར་དུ་གལ་ཆེ་ཤོས་དེ་ལུང་པ་དེའི་ནང་ལོགས་ལ་འདིའི་ནང་ལོགས་ལ Multi Cultural Society ནང་ལོགས་ལ་ང་ཚོ་བོད་པས་གི་ངོ་བོ་དེའི་གི་སྐུ་ཚབ་བྱེད་ཐུབ་ཉིན་དེ་གཅིག་པོ་དན་ཏའི་ཆ་ལ་ང་གཅིག་པོ་དེ་གལ་ཆེ་ཤོས་དེ་བུ་ཁྲི་ལ་ཡིན་དུས་ཙང་རྣམ་པ་ཚང་མ་འདིའི་ཐོག་ལ་དགོངས་བཞེས་གནང་ཡོད་ཚང་མས་ཀྱི་ཧུར་ཐག་པ་དག་ཤུགས་བསྐྱོན་ནས་བུ་ཁྲི་ལགས་ད་རེས་ད་རེས་ཉི་ཤུ་རྩ་བརྒྱད་ལ་འོས་ཤོག་ཐོབ་པ་གནང་རོགས་གནང་ཟེར་ངས་འབོད་སྐུལ་ཞུ་གི་ཡིན་ཚང་མ་ལ་ཐུགས་ཆེ་ཞུ་ཡ་ཡིན།